དྲ་ཐོག་གི་བོད་ཀྱི་བརྡ་སྤྲོད་རིག་གནས་གསན་གསན་གནང་མཁན་ཚང་མ་ལོས་འཚམས་འདྲི་ཞུ་བ་དང་སྦྲགས། དེང་སང་མ་དག་རྒྱུན་འབྱམས་སུ་འགྲོ་བཞིན་པའི་ཐ་སྙད་ཁ་ཤས་ཅིག་གི་སྐོར་ལ་སྐད་ཆ་ཕྲན་བུ་ཅིག་བཤད་ཡ་ཡིན། ཐོག་མར་པར་རིས་འདི་ལས་དཔྱད་ཟིན་བ་ཡིན་ན་འདི་གི་ནང་ལོགས་ལས་ཐ་སྙད་གཉིས་བྲིས་བཞག་ཡོད། དེང་སང་བོད་པ་ཚོའི་དྲ་ཐོག་ལ་གཏམ་བཤད་སྤེལ་བསྡད་པ་འདི་ཚོའི་ནང་ལོགས་ལས་ཚིག་ཐག་མཐོན་པོ་ཟེར་དེ་མང་པོ་ཅིག་ལབ་བསྡད་ཀྱི་འདུག་ངས་སྔོན་མ་ཡང་དྲ་རྒྱ་དེ་འདྲའི་གི་ནང་ལོགས་ལ་དྲ་རྒྱ་ཚོགས་པ་དེ་འདྲའི་གི་ནང་ལོགས་ལ་འབོད་བསྐུལ་ད་ཞུས་ཡིན་དེ། ད་དུང་མཚམས་བཞག་གི་མི་འདུག་ས་ཨ་སྐུ་རྩེད་ཞུས་ཡིན། ཚིག་ཐག་མཐོན་པོ་ཟེར་སླ་བ་ཡིན་ན་དེ་བོད་ཀྱི་བརྡ་སྤྲོད་ཀྱི་འགྲོ་སྟངས་དང་མཐུན་གྱི་ཡོད་མ་རེད་གཙོ་ཆེ་ཤོས་དེ་ང་ཚོ་བོད་ཀྱི་ཐ་སྙད་བེད་སྤྱོད་བཏང་སྟངས་ཀྱི་གཞུང་ལུགས་ཅིག་ཡང་ན་ཡོད་ཀྱི་གོམས་པའི་གཤིས་ལུགས་ཅིག་ཡོད་རེད་བ། ལམ་དང་ལུགས་སྲོལ་ཅིག་ཡོད་རེད་བ་འོ་དེ་དང་མཐུན་གྱི་ཡོད་མ་རེད། ག་ཟིག་མཐོན་པོ་ཟེར་དེ་ཡིན་གྱི་མིན་ནི་ལབ་དགོས་ཀྱི་ཡོད་བ་ཡིན་ན་ཨ་ནི་སྐད་གསང་མཐོན་པོའི། ལབ་པ་ཡོད་ཟེར་འདྲ་བོ། ཡང་ན་སྤོབས་པ་མཐོན་པོས་ལབ་ཐུབ་ཀྱི་ཡོད་ལབ་ཀྱི་ཡོད་ཟེར་བ་འདྲ་བོ་ཤེས་ཀྱི་ཡོད་ཟེར་བ་འདྲ་བོ། འོ་མཐོན་པོ་ཟེར་དེ་ཡིན་གྱི་མིན་སྒུག་ཡོད་ན་ནི་ཚིག་གྲོགས་མཐའ་གཉིས་རྒན་པ་བེད་སྤྱོད་བཏང་ན་མ་གཏོགས་ཀྱི། ཚིག་ཐག་ཟེར་ནས་ནི་ཚིག་དེ་ཐག་པ་ལ་དཔེ་སྦྱར་ནས་ཕྱག་ལས་སླད་ཡོང་བའི་རྗེས་སུ་ནི་མཐོན་པོ་ཟེར་ཏེ། ཏག་ཏག་བསྡད་ཀྱི་ཡོད་མ་རེད། དེ་ག་འདྲས་རེད་ཟེར་ན། དངོས་པོ་ག་འདྲས་ཅིག་ཡིན་ན་ཡང་ཁོག་ལ་ཆེ་ཆུང་སྦྱར་ཡོང་དུས། ཚང་མ་དེ་གཅིག་མཚུངས་ཀྱི་ནི་རྒྱ་ཡག་གི་ལུགས་སྲོལ་དེ་ཡོད་མ་རེད། མ་འདྲ་མ་འདྲ་མ་འདྲ་མ་འདྲ་བ་ཡོང་གི་ཡོད་རེད། དཔེར་ན་ང་ཚོ་ཐག་པ་ཐག་པ་ཨ་ཀོ་བོར་བ། ང་ཚོ་བོད་ནས་ཡིན་ན་གཙོ་བོ་འབྲི་གཡག་གི་རྩི་བག་གིས་བཟོས་བརྒྱབ་བས་ཚུར་སྒྲེམས་ནས་ད་ཐག་པ་བཟོས་བརྒྱབ་བ་དེ་ལ། ལག་གཡོར་བ་གཙོ་བོ་ཐག་པ་ཟེར་དུས་ནི་ཤེས་སྲོལ་ཡིན་ན་རྩ་ཐག་ཟེར་རྩ་ཁ་འདི་ཤིང་གི་པགས་པ་གིས་བཟོས་རྒྱ་བའི་ཐག་པ་དེ་ནི་གཡོར་བ་ག་འདྲ་ཐག་པ་ཟེར་དེ་ལབ་ཡོང་དུས་ནི་དེ་གི་ཁྱད་ཆོས་ལ་རིང་པོ་ཐུང་ངུ་སྦོམ་པོ་ཕྲ་བོ་རྡོས་ཀྱི་ལག་མ་གཏོགས་ནི་ཐག་པ་དེ་མཐོན་པོ་དམའ་བོ་དེ་འདྲའི་གི་ལག་ཡ་ལུགས་སུ་ཡོད་མ་རེད་བ། དེ་ཙང་ཚིག་ཐག་བསྲེས་ནས་ནི་ཚེག་དང་ཐག་པ་ནི་སྦྲེལ་ཡོང་དུས་ནི་དེ་རུ་མཐོན་པོ་ཟིན་སླ་བ་ཡིན་ན་རྒན་མོ་ཤ་ཁ་འདྲ་བ་ཆགས་འགྲོ་གི་ཡོད་རེད་དེ་བོད་ཀྱི་ལམ་སྲོལ་དང་མཐུན་གི་ཡོད་མ་རེད། དེ་དང་དཔེ་མཚུངས་པ་མང་པོ་ཡོད་རེད་ཁ་ཤས་ཞུ་བ་ཡིན་ན་དེ་ངེས་པ་ཅི་ཡང་ལས་ཆེ་བ་བལྟས་ཚུལ་ཡོད་རེད་བསམ་གི་འདུག་དཔེ་འདྲ་ཅིག་ཆ་བཞག་པ་ཡིན་ན་འབབ་ཆུ་ཡིན་ན་རེད་རྒྱ་མཚོ་ཡིན་ན་རེད་ཆུ་ཆེ་ཆུང་རྒྱ་མཚོ་ཆེ་ཆུང་སུས་དེ་འདྲའི་སྐད་ཆ་བཤད་གི་ཡོད་རེད་བ། ཡིན་ན་ཡང་ཁྱོད་དེ་ཕོར་པ་ན་ལོག་ཚར་དུས། མང་ཉུང་སྐད་ཆ་མ་གཏོགས་དེ་ཆེ་ཆུང་སྐད་ཆ་བཤད་གི་ཡོད་མ་རེད་བ། ཁྱོད་ཡིན་པ་འདྲ་འདྲ་རེད་དེ་ཁྱོད་དེ་གནས་ས་གི་གཞི་དེ་མ་འདྲ་བའི་དབང་གིས། ཁྱད་ཆོས་མ་འདྲ་མ་འདྲ་བ་རྒྱག་གི་ཡོད་རེད་བ། དེ་ག་ནང་གི་པགས་ལ་ཆེ་ཆུང་ཟེར་གི་རེད་དེ་རྩམ་པ་ལ་ཆེ་ཆུང་ཟེར་གི་མ་རེད་བ་མང་ཉུང་མ་གཏོགས། མར་ལ་ཆེ་ཆུང་ཟེར་གི་རེད་དེ་མ་ཀུ་ལ་ཆེ་ཆུང་ཟེར་གི་མ་རེད་བ་མང་ཉུང་མ་གཏོགས། འོ་དེ་ག་ནང་བཞིན་ང་ཚོ་ཚིག་ཐག་ཟེར་ནས་ཐག་པག་གི་སྒྲ་དེ་སྦྱར་ཚར་བའི་རྗེས་སུ་ནི་དེ་ལ་ཐོག་མེད་ཀྱི་སྐད་ཆ་དེ་ང་ཚོ་བོད་ཀྱི་ལམ་དང་ལུགས་སྲོལ་དང་མཐུན་གི་ཡོད་མ་རེད། ཐག་པག་གི་སྒྲ་དེ་ཚིག་གཅིག་པོ་ལ་མ་ཡིན་པར་སེམས་ལ་ཡི་རྒྱག་གི་ཡོད་རེད་བ། ཚིག་ཐག་ཆོད་པོ་ཟེར་བ་ནང་བཞིན་སེམས་ཐག་ཆོད་པོ། འདི་ཐག་པ་དེ་གར་བརྗེས་ནས་བེད་སྤྱོད་བཏང་གི་ཡོད་ཟེར་ན། འོག་གི་ཚིག་འཆོལ་པོ་གསལ་གྱི་འདུག་ཨོ། དེ་དང་འབྲེལ་བ་མཐུན་ཡོང་དུས་ད་གནའ་བོའི་མིག་གིས་འདི་གི་ཐ་སྙད་དེ་བེད་སྤྱོད་བཏང་ཡོད་རེད་ད་འདི་གི་དོན་དག་འདྲ་བོ་དེ་ག་རེད་ཟེར་ན། ཐག་པ་གསལ་ཏེ། གཅིག་ནི། ཨ། དྲག་པོ་ཡིན་པ། ཁོ་ལ་འཕོ་འགྱུར་སི་ཞིག་འགྲོ་གི་ཡོད་མ་རེད་དང་པོ། ཕ་བོ་ཡིན་ན་རེད་སྦོམ་པོ་ཡིན་ན་རེད་རང་བོ་ཐུང་ག་རེ་ཡིན་ན་ཁོ་རང་བསྟན་འབུལ་རང་བཞིན་ཡིན་པ། ཐག་པ་ལས་གཞན་པའི་གྲུང་པ་ཟེར་དེ་འདྲ་ཡོད་རེད་ང་ཚོ་ཕ་ཡུལ་ནས་ནི་ད་རྒྱུན་བུ་ཀོའག་གི་གཟུགས་བྱས་པའི་ཡང་དེ་འདྲ་ཡོད་རེད་བ། འོ་དེ་ཚོ་ཡིན་ན་ནི་བློན་པ་རེ་ཡོང་བའི་སྐབས་སུ་ཁོ་པ་ནར་འགྲོ་གི་རེད། ཡང་སྐམ་ཡོང་དེ་ཚོ་འཁོམས་ནས་ཁོ་ལས་འཕོ་འགྱུར་མང་པོ་འགྲོ་ཡ་ཡོད་རེད། གང་ལྟ་སྤུག་གི་རེག་གི་བཟོས་རྒྱ་བའི་ཐག་པ་གྱོན་རོ་དེ་ཚོ་ལོས་འཕོ་འགྱུར་སི་ཞི་དྲ་མོའི་སྐོ་ཧ་ཅང་གི་བརྟན་པོའི་རང་བཞིན་བྱས་ནས་བསྡད་གི་ཡོད་རེད་དེ་ཡིན་དུས་དེ་དང་ཡང་འབྲེལ་བ་གཅིག་ཆགས་གི་ཡོད་རེད་སི་གཉིས་པ་དེ་ཆོས་པོ་ཟེར་ཡ་དེ་ག་རེ་ཟེར་ན་ཐག་པ་ཆད་པ་ནང་སྐྱེས་ཟེར་ནས་ང་ཚོ་བོད་གཏམ་དཔེ་ཡོད་རེད་བ་ཐག་པ་ཆད་འོང་དུས་ཨ་ནི་ཐག་སི་ཐག་ར་དྲ་ནས་ཆད་འགྲོ་གི་ཡོད་རེད། འཐག་པ་ལས་ཀོ་མེང་འཐག་པ་སོགས་ཐོག་ཁའི་རྒྱུ་མཚན་དེ་ཡང་སྐོར་འཐག་པ་ཆེ་བའི་སྐབས་ཀྱི་སྒྲ་དང་འབྲེལ་ནས་མིང་འདི་ཐོགས་རེད་ཟེར་དེ་ཚོ་ཀྱི་དཀྱིལ་ན་ཏན་ཏན་འབྲེལ་བ་ཡོད་རྒྱུ་རེད་བསམ་འདུག་ཁྱེད་ཚ་སེམས་ཐག་ཆོད་པོ་བསད་ཡོང་དུས་ཨ་ནི་རྦད་དུ་ཐེ་ཚོམ་མེད་པ་ཡིད་གཉིས་ཐེ་ཚོམ་མེད་པ་དེ་འདྲས་ཅིག་གིས་བརྟན་པོ་ཞོད་ཅིག་ཡིན་པའི་སྐད་ཆ་དེ་བཤད་དགོས་རེད་སེམས་ཐག་ཆོད་པོ་བསད་ཡོང་དུས། ད་སེམས་ཐག་མ་ཆོད་ན་གར་ཆག་གི་རེད་ཟེར་ན། ཨ་ནི་ཐེ་ཚོམ་ཟེར་ཏེ་ཡུང་གུར་བ་ཐེ་ཚོམ་གྱི་མིང་ལ་ག་རེ། ནེམ་ནུར་ཟེར་གི་རེད་ད་སྔ་མོ་ང་ཚོ་བོད་ཀྱི་ནེམ་ནུར། ནེམ་ནུར་ཟེར་དུས་ཁོ་ཐག་པ་ཆེ་བ་ནང་བཞིན་མ་ཁ་དུག་མ་ཆེ་བ་ཅན་ནི་ཨིན་འགྱིག་ཞི་རི་ནང་བཞིན་ཕར་ནར་ཡོང་ཡང་ནེམ་ནུར་ཟེར་གི་འདུག་བ། མ་གནས་ན་ནེམ་འགྲོ་ཡ། དཔེར་ན། བ་ལེབ་དང་དེ་འདྲའི་བཟོ་ཡག་གི་གྲོ་དབྱིབས་རྫིས་རྒྱག་དེ་ཚོ་ལ་མཛུབ་བཙུགས་བ་ཡིན་ན་མ་གནས་པ་ཡིན་ན་མ་ནེམ་འགྲོ་དགོས། བ་ནི་འཕང་འཐེན་ན་ནར་ཡོང་དགོས། དེ་ལ་ནེམ་ནུར་ཟེར་དགོས། ཐག་པ་ཟེར་ཡ་དེ་ལ་དེ་འདྲའི་ཡོད་མ་རེད། སྤྱི་སྟངས་ཀྱི་སྤུ་གུ་རེག་དེ་ཚོ་ཁ་ཁ་ཡག་ཡག་བ་ཡིན་ན་མ་གནས་ཡོང་ཡིན་ན་ནེམ་འགྲོ་དགོས། ཐག་པ་ཟེར་དུས་ཞོ་ཕྲག་པོ་འགྲེམ་དགོས། འགྲན་རྒྱབ་ཡིན་ཚོད་དུ་ཁོ་རྡོ་ནང་འགྱེལ་གྱིན་མ་གནས་ན་ཡང་ནེམ་འགྲོ་ཡ་ཀེ་ཡོད་མ་རེད། ཨ་ནེ་ཕང་འཐེན་བ་ཡིན་ན་ཡང་ཁོ་མ་ཆེ་ན་མ་ཆེ་བ་རེད་མ་གཏོགས་གཅིག་ཆེ་བ་ཡིན་ན་ཐ་དྲ་དྲ་ནས་ཆས་འགྲོ་གི་རེད་མ་གཏོགས་ཀེ་འགྱིག་བྱི་རི་ནང་གྱིན་ནར་ཡ་ཡོད་མ་རེད་བ། ཀེ་རྩ་ན་ཡ་ཡོད་བ་དེ་ཨ་ནེ་ཐག་མི་ཆོད་བ་བློ་རྩེ་གཉིས་སྐྱེ་བ་དེ་ལས་ནེམ་ནུར་སུ་དེ་གི་ལྡོག་ཕྱོགས་ཐ་དྲ་དྲ་ཆས་འགྲོ་མཁན། དེ་ལས་ནི་ཁོ་ཐག་པ་ཟེར་ཏེ། ཚེག་དང་སེང་ལ་ཡར་སྦྱར་ནས་ནི་ཚིག་ཐག་ཆོད་པོ་དང་སེང་ཐག་ཆོད་པོ་ཟེར་ནས་ཐག་པ་དེ་སྦྲ་སྟེ་ཡོང་དགོས་ཀྱི། དེ་ནས་ཡོང་དགོས་ཟེར་ན་མི་འདུག་གང་ལྟར་དེ་འདྲའི་རྐྱེན་ནི་ཐ་སྙད་དེ་བྱུང་དུ་ཡོད་རེད། ད་དུང་ཐག་པ་ལས་ཀྱང་ནི་ཁ་གསལ་ཡང་འདྲ་བ་ལབ་དགོས་ཀྱི་ཡོད་པ་ཡིན་ན་ནི་ལྡོག་རེད། ཁ་ཤས་ཀྱི་ལག་གི་འདོགས་སེང་ཐག་གོ་མི་ལྡོག་ཡིན། ང་ཚོ་ད་ལྟ་རྩོམ་དེ་ཚོ་མང་པོ་ནང་ལོགས་ལས་གོར་མ་ཆག་སའི་ཆོས་རོ་དེ་ཚོ་དང་འབྲེལ་བ་ཆེན་པོ་ཡོད། གོར་མ་ཆག་སའི་དེ་ཡང་ནི་གོར་མོ་སའི་དེ་ལྡོག་གི་མིང་རེད་གནའ་སྔ་མོ་གོར་མོ་རྡོ་དོང་མོ་ས་ཨ་སྔོན་རྣམས་ཁྲ་ཡག་རྫ་ཀ་ཡག་གངས་དེ་འདྲའི་ཟེར་ནས་ལག་པ་ཡོད་རོ། ཀྱེ་རྫ་གོར་མ་ཆག་སའི་དེ། ཟློག་བྱ་བ་ནང་བཞིན་ཡིན་ཟེར་གྱི་ཡོད་རེད་ཟློག་དེ་བྱ་བ་ཡིན་ན། ཀྱི་བར་ནར་འགྲོ་ཡ་དང་ནེམ་འགྲོ་ཡ་དེ་འདྲའི་སྐད་ཡོད་མ་རེད་བ། ཀྱི་རྩ་དལ་སྤེལ་རྒྱག་གོ་རེད་ངས་གང་ཤེས་པའམ་ཡང་ན་གང་བསམ་པ་དེ་ཟློག་བྱ་བ་ནང་བཞིན་ད་གར་ཁ་གསལ་པོ་ཡིན་ཟེར་ཐག་ཆོད་པོ་ཡིན་ཟེར་ཁ་གསལ་པོ་ཡིན་ཟེར་མ་གཏོགས་ཀྱི་ཀྱི་རྩལ་ཉིད་དེ་འདྲ་གཙང་ནི་མེད་ཟེར།

ནི་སོ་སོའི་གསང་བ་བཏང་བ་ཡིན་ན་ཐ་སྙད་དེ་ཚོའི་གོ་དོན་ཧ་གོ་བར་བ་དེ་ཡིན་དུས་གང་ལྟར་ར་ཚིག་ཐག་སེ་ལ་ཚ་དུས་ནི་མཐོང་པོ་སེ་ཏི་ལ་ལ་བ་ཡིན་ནི་དེ་བོད་ཀྱི་ཐ་སྙད་ཀྱི་འགྲོ་སྟངས་ཧ་མ་གོ་བ་རྡོ་སྐྱེས་ཆགས་ཡོད་རེད་སྲིད། དེ་ནས་གཉིས་པ་སྟེ། ངས་འདི་ནི་བྲི་ཡ་དེ་ཚར་གྱི་ཐུག་པ་ཡིན་ཟེར་ཡ་དེ། དཔེ་མཚོན་ནི་ཡིན་དེ་ཡིན་དུས་གཙོ་བོ་དེ་ང་ཚོ་ཚར་ཟེར་ཡ་དེ་གི། གོ་དོན་དེ་ཧ་མ་གོ་བ་ཅི་ནི། ངས་མི་དེ་དང་ཚར་གཅིག་ཐུག་བ་ཡིན་ཟེར་བ་འདྲ་བོ་དང་ང་ཚར་གཅིག་ཕྱིན་པ་ཡིན་ཟེར་བ་འདྲ་བོ་དང་ཚར་གཅིག་མཐོང་སོང་ཟེར་བ་འདྲ་བོ་དང་ཚར་གཅིག་ཟེར་བ་ཡིན་ཚར་གཅིག་མཐོང་བ་ཡིན་ཟེར་བ་འདྲ་བོ་དང་ཚར་དེ་གང་བྱུང་མང་བྱུང་ཡང་བེད་སྤྱོད་བཏང་བསྡད་དེ་འདྲའི་མང་པོ་མཐོང་ཡ་འདུག། དེ་ཡིན་དུས་ད་ལྟ་ངས་གོང་དུ་ཞུས་པ་དེ་ཚོ་འདྲ་བོ་ཅིག་ཆ་མཚོན་པ་ཡིན་ན། དངོས་གནས་ཀྱི་གནས་ལུགས་ཚེ་ལ་འདི་འབག་གོ་ཤ་ལ་བསྐྱུར། བོད་ཀྱི་སྲོལ་རྒྱུན་དང་མཐུན་པ་དེ་འདྲས་ཅིག་ལབ་དགོས་ཡོད་པ་ཡིན་ན་ཨ་ནི་ཐེངས་གཅིག་ཐུག་པ་ཡིན་ཐེངས་གཅིག་བཟོས་པ་ཡིན་ཐེངས་གཅིག་སོང་བ་ཡིན་ཐེངས་གཅིག་མཐོང་སོ་ཟེར་འདྲ་བོ། དེ་ཡང། ཐེངས་གཅིག་མ་གཏོགས་ཨ་ནི་རྙིང་པ་ཅིག་མཐོང་མེད་པ་ཡིན་ན་ག་སྐྱག་གིས་གཅིག་གིས་གཅིག་བྲིས་ན་འགྲིག་ཡོད་རེད། ཨ་ནི་དེ་མ་ཡིན་པ་ཞེ་སྡང་གིས་ན་ཐེངས་ཤིག། དེང་གསལ་དེ་གའི་རྗེས་འཇུག་ཡང་འཇུག་ས་ཡོད་པ་ཡིན་ཙང་ནི་ཤིག་ཐུབ་པར་བ། ཤིག་ཟེར་བྲིས་པ་ཡིན་ན་ཐེངས་ཤིག་ངས་དེ་འདྲི་དེ་འདྲི་ལབ་བ་ཡིན་ཐེངས་ཤིག་ངས་དེ་འདྲི་ཟེར་ལབ་བ་ཡིན་ན་ནི་དེ་ཐེངས་མ་གཅིག་དང་གཉིས་ཀས་ངེས་བཟུང་སུ་སྐྱེལ་ཡོད་མ་རེད་གང་ཡང་ཡིན་ཆོག་གི་རེད་ཁོ་སྔོན་མ་ཡང་ཐོག་ཡོད་ཆོག་གི་རེད་རྗེས་ལ་ཡང་ཐོག་ཡོད་ཆོག་གི་རེད་ནི་ཁོ་ཐུབ་པའི་གནས་སྐབས་གཅིག་ལ་ཟེར་གོ་དོན་དེ་ཡིན་དུས་ད་གཅིག་དང་ཤིག་གི་ཁྱད་པར་དེ་ད་ལྟ་ཤོད་མི་དགོས་པ་བྱས་ནས་གཙོ་ཚར་ཟེར་ཡ་དེ་རེད། ཀྱི་གོ་དོན་དེ་མང་པོ་སྐྱེས་མཁན་དགོངས་པ་ཡིད་ཀྱི་ཡོད་ས་མ་རེད་བསམ་གྱི་འདུག། ཚར་གཅིག་དང་གཉིས་ཀྱི་ཐ་སྙད་མང་ཤོས་དེ་གསུང་རབ་ཀྱི་ནང་ལོགས་ལ་ཡོང་གི་ཡོད་རེད་དེ་ཡང་གཙོ་བོ་དེ་རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་ཁ་དོག་དེར་ཡོང་གི་རེད་རྟེན་འབྲེལ་ཚར་གཅིག་རེད་རྟེན་འབྲེལ་ཚར་གཉིས་རེད་ཟེར། རྟེན་འབྲེལ་ཡན་ལག་བཅོ་གཉིས་པོ་གང་རུང་གྱི་ཚུགས་ཁེ་ཡོང་ནི་ནི་དེ་རྟེན་འབྲེལ་ཚར་གཅིག་དང་གཉིས་ཀྱི་སྐད་ཆ་དེ་ཤེས་གི་ཡོད་རེད། དེ་ག་ནང་བཞིན་ང་ཚོ་དམངས་ཁྲོད་ལས་འཚོལ་ཡོང་བ་ཡིན་ན་ཚར་བསད་དེ་སྤྱི་བཏང་གི་མིང་ཚིག་གི་ཐོག་ནས་ལུག་གྱོང་གི་ཚ་རོ་ཟས་སྤྱོར་བ། ལོག་གི་ཕྲུ་གུ་ཆུང་ཆུང་ལོ་གཅིག་ལང་མ་ལང་དེ་གི་པགས་རོ་དེ་ལ་ལུ་གུ་ཟེགས་རོ་བ་ལུ་གུ་གི་པགས་པ་དེ་ལ་ཚ་རོ་ཟེགས་རེད། འོ་དེ་དང་འབྲེལ་ནས་ནི་ཚ་རྒྱ་དང་ཚ་གོས་དང་ཚ་ཨར་མང་པོ་ཡོང་གི་རེད། ད་དེ་མ་ཡིན་པ་གཅིག་ལས་ཚར་གཅིག་མི་གཅིག་ཟེར་དེ་འདི་རེད། མགོ་ནས་མགྱོགས་པ་དུ་མ་བག་རིམ་མཐར་ཆགས་སུ་ཡོད་བསྡད་མཁན་དེ་འདྲའི་གཅིག་ལ་ནི་ཚར་ཟེར་གི་ཡོད་རེད། དེ་ཚར་གཅིག་ཀློག་པ་ཡིན་ཟེར་ན་དེབ་འདིར་ཤོག་གྲངས་ག་ཚོད་ཡོད་མེད་ལ་མ་ལྟོས་པར་མགོ་ནས་དགའ་ཀློག་དགོས་ཀྱི་ཡོད་རེད་དེ་ཚར་གཅིག་ཟེར་ཏེ། སྟེང་ཚར་གཅིག་ཟེར་ན་སྟེང་བདུན་གཅིག་དགོས་ཀྱི་ཡོད་རེད། བདུན་མེད་ན་དེ་སྟེང་ཚར་གཅིག་ཆགས་ཀྱི་ཡོད་མ་རེད། འབུམ་ཚར་གཅིག་ཟེར་ན་པོད་བཅུ་གཉིས་རེད་བ། པོད་བཅུ་གཉིས་མེད་ན་ཁྱོད་འབུམ་ཚར་གཅིག་ཡོད་མ་རེད། ངས་ཡིག་བརྒྱ་ཚར་གཅིག་འདོན་པ་ཡིན། ཡིག་བརྒྱ་ཚར་གཅིག་བསྲེས་དུས་ཧ་ཧི་ཧུ་ང་ཆ་ཚང་རྫོགས་པའི་གང་ཟླ་མགོ་མགྱོགས་བར་དུ་ལོས། འདོན་པ་དེ་ལ་ཡིག་བརྒྱ་ཚར་གཅིག་ཟེར། དེ་འདོན་མེད་པ་ཡིན་ན་ཧ་ཧི་ཧུ་ང་རྫོགས་མེད་པ་ཡིན་ན་དེ་ཡིག་བརྒྱ་ཚར་གཅིག་ཆགས་ཀྱི་ཡོད་མ་རེད། དེ་ག་ནང་བཞིན། སྒྲོལ་མ་ཚར་བསྲེས་མྱོང་དུས་ཨོམ་བརྒྱད་ཚུལ་མ་ནི་ཅེས་ནི་མི་ནི་ཤ་ཚ་བ་ཉེ་ཁྱི་རྩ་སྐྱིད་ཀྱི་བར་དུ་ཆ་ཚང་གཅིག་ལོས་ནི་སྒྲོལ་མ་ཚར་གཅིག་ཟེར་བ། གསུང་རབ་ཁ་ཤས་ཀྱི་ནང་ལོག་ལོས་སློང་བུམ་པ་གྱི་ཚར་གཅིག་སྒོམས་ཟེར་དེ་འདྲ་ཡོད་རེད་དེ་ག་རེད་ཟེར་ན་གོ་རོ་ཡང་སློང་བུམ་པ་གྱི་སྒོམས་ཡོང་དུས་དེ་ལ་བརྒྱུད་རན་མང་པོ་ཡོད་དམ་པོ་མགོ་བཙུགས་ས་ནི་བར་དུ་ནི་བརྒྱུད་རན་མང་པོ་ཅིག་གི་མཐར་མགྱོགས་འགྲིལ་ཡག་གི་བར་ལས་མ་འདྲ་མ་འདྲ་བ་མང་པོ་ཅིག་ཡོད་ཡིན་ཙང་དེ་འདྲ་ཁྱབ་ཚང་ཕྱིན་པ་ཅིག་ལ་ནི་ཚར་གཅིག་ཟེར་དེ་ད་ཚར་གཅིག་ཟེར་ཡ་དེ་དོས་གཅིག་གི་དོན་དག་རེད་མ་གཏོགས་པས་ངས་ཚར་གཅིག་མཐོང་སོང་ཟེར་ཡ་འདྲ་བོ། ང་ཚར་གྱིས་ཐུག་པ་ཡིན་ཟེར་བ་འདྲ་ཚར་གྱིས་མཐོང་བ་ཡིན་ཟེར་བ་འདྲ། དེ་ཚོ་ལས་ཚར་ཟེར་གྱི་ཐ་སྙད་དེ་འཇུག་གི་ཡོད། དེ་ཚ་དེ་ཡིན་དུས་འགོ་ནས་མགྱོགས་ཀྱི་བར་དུ་ལས་རྒྱུ་རང་ཁྱབ་ཚང་ཡོད་མཁན་གྱི་དངོས་པོ་གཅིག་བེད་སྤྱོད་བཏང་བ་ལས་ནི་ཚར་གྱི་སྐད་ཆ་དེ་ཡོང་གི་རེད་མ་གཏོགས་པས། ནི་དེ་ག་ཚ་གཅིག་གི་མི་གཅིག་ལས་ཐེངས་མ་གཅིག་ཐུག་ཡ་དེར་ང་ཚར་གྱིས་ཐུག་བ་ཡིན་ཟེར་ཡ་དེ་ང་ཚོ་བོད་གིས་ཡང་བརྡ་སྤྲོད་དང་ཏག་ཏག་ཐུག་གི་ཡོད་མ་རེད་དེ་འདྲ་ཡིན་ན། ཨ་ནི་ཐེངས་གཅིག་ཐུག་པ་ཡང་ན་ཐེངས་ཤིག་ཐུག་པ་ཡིན་ཟེར་བ། འོ་དོཟ་བེད་སྤྱོད་བཏང་དགོས་རེད། དེ་ནས་ཐེངས་གཅིག་ཐུག་པ་ཡིན་ཟེར་ཡག་གི་ཐེངས་ཟེར་ཡག་གི་ཐ་སྙད་དེ་ཡང་སྤྱི་བཏང་གི་ཆ་ནས་འཇུག་ཡུལ་མང་པོ་ཞེ་དྲག་རེད། དཀའ་ཐོབ་ཅིག་གང་ཡང་རུང་བ་ལ་འཇུག་བདེ་ཡ་ཅིག། ངས་ཡི་གེ་དེ་གྲོགས་པོ་ལ་ཐིང་བར་གྱིས་ཞེས་ཟེར་ཡག་དེ་འདྲ་ཡོད་རེད་དེ་ཡིན་དུས་འཕྲོད་པར་གྱིས་ཞེས་ཟེར་ཡག་གི་དོན་དག་རེད་བྱ་གི་ཡོད་རེད་བ། དེ་ནས་ཡིད་འཐེན་ཞེས་ཟེར་བའི་དེ་འདྲ་ཡོད་རེད། ཨ་ནེ་ཡིད་གཏིང་བ་ཟེར་བའི་ཅིག་ཡོད་རེད་བ། དམངས་ཡིད་གཏིང་ཡང་ཨོ་དེ་གས། འབྲས་བུའི་བྱ་ཚིག་བཟོ་འདྲ་བ་བྱས་ནས་བེད་སྤྱོད་བཏང་རྒྱུ་བ་དེ་འདྲ། ཨ་ནེ་ཞུ་དག་ཐིང་པར་ཟེར་ཡི་གེ་ཞུ་དག་ཐིང་པར་ཟེར་དེ་འདྲ། དེ་འདྲའི་ཀ་ཏོག་གོ་བ་མང་པོ་ཞེ་དྲག་ཡོད་རེད། ཡིན་ན་ཡང་ཐེངས་གཅིག་དང་ཐེངས་གཉིས་ཐེངས་གསུམ་ཟེར་ཡ་མང་པོ་བྱས་ཨ་ནེ་དུས་ཚོད་དང་འབྲེལ་ནས་ཡོང་བསྡད་ཀྱི་ཡོད་རེད། དེ་ཡིན་དུས་ང་ཚོ་བོད་ཀྱི་སྤྱི་བཏང་གི་ཆ་ནས་བཤད་པ་ཡིན་ན་ངས་ཐེངས་གཅིག་ཐོགས་སུ་ཐེངས་གཉིས་ཐོགས་སུ་མཐུད་མ་སོང་ཐོགས་པ་ཡིན་འོ་དེ་ལས་ཐེངས་སི་ལ་ག་རེ་མ་ཐོགས་ཀི་ཨ་ནི་ཚར་སི་ལ་ག་མ་རེད། ད་ག་སེ་ཁྱོད་རང་གི་མཐོང་བ་དང་ཐོས་པ་དེ་ཚོ་ལས་ཡང་བརྒྱུད་རིམ་འདྲ་མང་པོ་ཅིག་མ་ཆགས་ཙང་སྒྲོལ་མ་འདྲ་བོ་ཅིག་ཚར་བཅད་ནས་ཨོ་རྒྱལ་རྩི་མང་ནས་ཉེ་ཁྱི་རྩ་སྐྱིད་ཀྱི་བར་དུ་འགྲོ་དགོས་རེད་ཟེར་ཡ་ཡིན་པ་དེ་འདྲའི་འདྲ་བོ་གི་བརྒྱུད་རིམ་འདྲ་བོ་ཅིག་ཅེས་ཡོངས་གྲགས་དང་དེ་འབྲེལ་གྱི་ཐོག་ནས་ཡོད་བདེན་སྐད་ཅིག་ཡིན་ན། གནས་ཚུལ་ཁ་ཁ་རེད་མ་གཏོགས་ཤི་ཏང་གིས་ངས་ཚར་གཅིག་མཐོང་སོང་ཟེར་ཡང་འདྲ་བ་དང་ཚར་གཅིག་ཐུག་པ་ཡིན་ཚར་གཅིག་བཟོས་པ་ཡིན་ཟེར་ཡང་འོ་དེ་སྐད་ཆ་དེ་ཏག་ཏག་བསྡད་ཀྱི་ཡོད་མ་རེད། དེ་རིང་ད་དེ་འདྲའི་འདྲ་བ་ཅིག་འབྲི་བ་ཅིག་ཡིན་ན། གཞོགས་ལས་འབྲེལ་ཡོད་དེ་འདྲའི་ཡང་ཁ་ཤས་ཁ་ཤས་ཡོང་གི་འདུག་དེ་ཚོ་དཀའ་ཐོབ་ཀྱིས་ཤོད་ཆོག་ཅེས།